དྲི་བསུང་རྣམས་ལྷམ་སེ་བྱས། གཞིས་ཆགས་ཀྱི་གནས་སྟངས་གྲོགས་ཀྱིས་མཐོང་ནས་ད་ལྟ་དཀའ་ངལ་གྱི་གསར་བ་ཅིག་འཕྲད་ཡོད་པའི་གནས་སྟངས་གྲོགས་ཀྱིས་གསུངས་སོང། དེ་འདུག་ངས་ད་ལྟ་ཞུ་ཡ་དེ། ཨ་ནེ་སྦན་ད་ར་ནོར་སྦྱིན་གླིང་གི་མཉམ་འབྲེལ་དྲུང་ཆེ་བསྟན་འཛིན་ཕན་བདེ་ཨ་ནེ་གནས་སྟངས་མང་པོ་བཅས་ནས་དྲུད་ཚར་རེད། ཉི་མ་གཅིག་གཉིས་སུ་ནང་ལ་ཟིན་དུས་འདི་འདྲའི་སྐད་ཆ་ཅིག་ཡོང་གི་འདུག་དེ་བདེན་པ་ཡིན་དང་མིན། ད་བཤད་སྟངས་ནང་བཞིན་བྱས་ན་མཉམ་འབྲེལ་དེ་ཉམས་རྒུད་ནང་ལྷུང་ནས་བྱུང་བ་རེད་ཟེར་ཡ་གཅིག་བཤད་གི་འདུག་མཉམ་འབྲེལ་ཉམས་རྒུད་ནང་ལྷུང་ཡ་ད་མང་པོ་ཡོད་རེད་ད་དེ་ཚོ་མང་པོ་ཞུ་མ་དགོས་གཅིག་ནི་དཀའ་ངལ་གཙོ་བོ་ཞུ་ཡ་དེ་དཔའ་བདེན་ཚུལ་མཆོག་སྔོན་མ། གྲོས་ཚོགས་འདུའི་ནང་ལ་ཐིག་མ་ཁ་ཤས་ཅིག་ཞུས་པ་ཡིན་སྐབས་དེ་དུས་ད་ལྟའི་བཀའ་ཤག་མ་རེད། བཀའ་ཤག་སྐབས་གོང་མ་སྐབས་སུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཟིགས་པ་ཆེན་པོའི་ཐོག་ནས། བཱན་ཏཱ་ར་ནོར་རྗེས་ལེན་མཉམ་འབྲེལ་ལ། སྤྱི་ལོ་ཉིས་སྟོང་བཅོ་ལྔ་བཅུ་དྲུག་ལོ་ལ། འབུམ་བརྒྱ་དང་ལྔ་བཅུ་ང་བདུན། བཅུ་དྲུག་བཅུ་བདུན་ལ་འབུམ་ལྔ་བཅུ་ཐམ་པ། བཅུ་བདུན་བཅོ་བརྒྱད་ལ་འབུམ་ལྔ་བཅུ་ང་གསུམ། ཆོས་འདུམ། འབུམ་ཉིས་བརྒྱ་དྲུག་ཅུ་ཐམ་པ། མཉམ་འབྲེལ་ཡ་བྱིའི་གཏམ་ཡག་དང། འབྲེལ་དཔག་པ་ཤོད་ཡག་གི་ཆེད་དུ་དངུལ། གནང་ཡོད་རེད་སྐབས་དེ་དུས་གཟིབ་གཟིབ་བྱས་གོ་རེད་ད། མི་ཞུ་རྒྱུ་བྱུང། མཉམ་འབྲེལ་དྲུང་ཆེ་དེ་རང་རྒྱ་རེད་འདུག་ད། ཉིས་སྟོང་དགུ་ལོ། མཉམ་འབྲེལ་དྲུང་ཆེ་དེ་གི་ཟིང་ལོང་པ་གང་བསླངས་ཡོད་རེད། ཉིས་སྟོང་བཅུ་གི་ལོ་འགོ་ལ། དེ་གི་གནས་སྟངས་དེ་ནང་སྲིད་ལས་ཁང་ལ་ཞུས་ཡོད་རེད། དཔའ་གདེང་ཚུལ་མཆོག། ངའི་རྒྱབ་ནི་ག་གར་བྱུང་ཡོད་མེད་ཞུས་མེད་ཡིན་ན། མིང་གཅིག་བོད་ཡ་ཡིན་དཔའ་གདེང་དགའ་ལྡན་ཕོ་བྲང་ལ་ཡང་ཞུས་ཡོད་ར་དེ་དུས། མི་དེ་གི་གནས་སྟངས་དང་མི་དེ་ནང་མི་ལ་དཀའ་ངལ་འཕྲད་ཡོད་པ། དོན་དག་དངོས་བཟོས་ནས་ཕྱིན་པ་རེད་མི་དེ། དེ་ཞུ་གི་ལ། ལོ་བཅུ་ཕྲག་གཅིག་མ་ཟིན་ཙུམ་རིང་ལ། ལྡི་ལི་ལཱ་ཞི་པད་ནཱ་ག་ལ་བསྡད་ཡོད་ར་མི་དེ། ནང་མི་ཁ་ཁ་བྱས་ནས་སོང་ཡོད་རེད། ལོ་ཁ་ཤས་སྔོན་ལ་མཉམ་འབྲེལ་དྲུང་ཆེ་ཡང་ཆ་བསྐུལ་བའི་གནས་སྐབས་སུ་ངས་དངུལ་སྡི་གས་དེ་མི་དེའི་ལག་པ་བཞག་ནས་ཏག་ཏག་འགྲོ་གི་རེད་བས་དེ་དུས་ཞུས་པ་ཡིན། ཡིན་ན་བདག་པོ་བསྐྱོན་མ་སོང། ད་དེ་རིང་གནས་ཚུལ་འདི་འདྲ་ཞིག་ལྷག་བཞག་དེ་ཡིན་དུས། ནམ་རྒྱུན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དང་ག་རེ་ཡིན་ན་བརྩི་སྲུང་ཞུ་མཁན་ཡིན་ཟིན་བམ་ད་ར་ནོར་རྒྱུན་ལན་སྐད་གྲགས་ཆེ་ཤོས་དེ་རེད། ཚང་མས་ཤེས་ཀི་རེད་བ། ང་ལ་མང་པོ་ལབ་སོང་ང་འགྲོ་སྨྱོ་མཁན་ཡིན། ད་དེ་འདྲུད་ཀྱི་མི་ཅིག་ལག་པ་ལ་བཞག་ཡོད་རེད་དེ་ཡིན་དུས་ངས་དེ་རིང་ཞུ་ཡག་གཙོ་བོ་དེ། མཉམ་འབྲེལ་དྲུང་ཆེ་དེ་གྲོས་ཡོད་ཡོད་དང་གྲོས་ཡོད་མ་རེད་དེ་གནས་སྟངས་དེ། ཁོ་ད་ལྟ་ནང་སྲིད་ཀས་ག་སེ་མཁྱེན་གི་ཡོད་མེད་མི་ཤེས་གྲོས་ཡོད་མེད་དང་མཁྱེན་གི་རེད་བ། ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐོག་གཟིགས་པ་ཆེན་པོའི་འབུམ་ཉིས་བརྒྱ་དང། ད་སྐབས་དེ་དུས་ལྔ་བཅུ་ལོ་བོ་རེད་ཡིན་ནམ་སྔོན་རྩིས་ནང་ལ་ས་ཡ་དང་དྲུག་ཅུ་རེད་བཞག་ནང་སྲིད་ལས་ཁང་གི་མཉམ་འབྲེལ་རོགས་སྐྱོར་ཡར་རྒྱས་ཀྱི་ལས་གཞིའི་ནང་ལ་གསར་བདེ་བ་དེ་འབུམ་ཉིས་བརྒྱ་དྲུག་ཅུ། དེ་གའི་གི་དངུལ་དེ་གའི་མིག་མེད་མིག་ཐོག་ཏུ་ཕྱིན་ཡོད་རེད་དེ་ཡོད་མ་རེད། དེ་ཡིན་ན ྋགོང་ས ྋསྐྱབས་མགོན་ཆེན་མོ་མཆོག་ལ་དབུ་འཁོར་བཏང་གི་ཡོད་མ་རེད་བས། སྐུ་ཟ་རེ་སོང་བྱེད་ཡག་གི་ཉེན་ཁ་རྒྱག་གི་ཡོད་མ་རེད་བས། ྋསྐྱབས་མགོན་རིན་པོ་ཆེ་གི་སྐུ་ཚེ་ཆ་རྗེས་དུས་འདི་ས་ནས་བཞུད་ཐུབ་གི་ཡོད་རེད་བས། དེ་ཚོ་ལ་ང་ཚོས་བསམ་བློ་བཏང་དགོས་རེད་ནམ་རྒྱུན་འདི་ནས ྋསྐྱབས་མགོན་རིན་པོ་ཆེའི་མཚན་བོས་པ་དང་གཅིག་བྱེད་པ་ཙམ་ཚང་མ་པི་ཚོ་བ་གནང་པོ་ཞུ་བྱེད་གི་འདུག་ཨ།

ཉག་རོང་བློ་གྲོས་དགའ་བའི་ཐོག་ནས་རྣམ་པ་ཚོ་ལ། ད་འགྲོ་སྟངས་ཀྱི་ཆ་ནས་འཚམས་འདྲི་ཅིག་ཞུ་ཡ་ཡིན་ཡིན་ན་ཡང་དོན་གྱི་ཆ་ནས་འཚམས་འདྲི་ཞུ་ཐུབ་ཡ་གི་གནས་སྟངས་མི་འདུག་ཟེར་ཞེས་དང་པོ་དེ་གཅིག་ཞུ་རྒྱུ་ཡིན། ད་དེ་ནས་ད་ད་ལྟ་ངས་འདི་སྣུམ་འཁོར་འདི་བཀག་ནས་བསྡད་ཡོད། སྐད་ཆ་ཚིག་ཁ་ཤས་ཅིག་ཞེས་གོ་བ་ཆགས་སོང། ངེད་ཀྱིས་གྲོས་ཚོགས་ཀྱི་ལས་རམས་ཉན་པའི་བརྒྱུད་རིམ་ནང་ལོགས་ལ་ད་ད་ལྟ། དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་ནས། ནང་སྲིད་ཀྱི་གནད་དོན་ཅིག་དང་འབྲེལ་བའི་ཐོག་ནས་འབའ་མདའ་ར་ནོར་རྒྱས་གླིང་གི་གནས་ཚུལ་ཐབས་སྡུག་པོ་ཅིག་འཁྱུགས་ཟིན་ཕྱིན་གསུངས་གནང་སོང། ད་གྲོས་ཚོགས་འཚོགས་ནས་བརྒྱུད་རིམ་པོ་འདི་རིགས་ཅིག་ཕྱིན་པ་རེད་གནས་ཚུལ་འདི་གཞི་ནས་ཐོན་གྱི་ཡོད་པ་རེད། གཞི་རྩའི་གྲོས་ཚོགས་ཀྱི་འཐུས་མི་མང་པོ་ཞིག་ཕལ་ཆེར་མཁྱེན་གྱི་ཡོད་ས་མ་རེད། ཡིན་ན་ཡང་འཛིན་སྐྱོང་གི་ཐོག་ནས་མི་མང་པོ་ཅིག་གིས་མཁྱེན་གྱི་ཡོད་པའི་ཚུལ་འདྲ་བོ་ཞིག་རེད་ལ། ཡོད་ཤག་ཡིན། དགེ་བཤེས་ལགས་ཀྱིས་བཀའ་འདྲི་གནང་པའི་བརྒྱུད་རིམ་ནང་ལོགས་ལ་ག་ལ་གང་འཚམ་ཞིག་སེར་བུ་ཆང་ཐོག་ཁ་བོ་རེད་ཆགས་པའི་རེ་བ་ཡོད། དང་པོ་དེ་ལ་ཡང་ངས།

སྤྱི་འཐུས་ཀྱི་ཞབས་བཅགས་ཐོག་ལ་ལོ་མང་པོ་རིང་ལས་ཞུགས་བྱས་ནས་བཅའ་ཁྲིམས་དང་སྒྲིག་གཞི་ཁག་གང་ཅིའི་ཐོག་ལ་ཡང་ཧ་ཅང་གི་མཁྱེན་རྒྱ་ཆེན་པོ་དང་མཁྱེན་རྒྱ་ཆེན་པོ་ཡོད་པ་ཙམ་དུ་མ་ཟད། དེ་ནས་གསུང་ཐུབ་པ། རྒྱུ་མཚན་བགྲང་ཐུབ་པ། འདི་འདྲིས་ཀྱི་གནས་སྟངས་ཆགས་ཀྱི་ཡོད་རེད། དེ་ལ་ཡང་ག་དུས་ནས་རྗེས་སུ་ཡི་རང་དང། ད་ད་ལྟ། སྤྱི་འཐུས་ཀྱི་ནང་ལོགས་ལ་ཡང་གངས་ཅན་སྐྱིད་གཤོངས་ཀྱི་ཁོར་ཡུག་འདིའི་ནང་ལོགས་ལ། གཞུང་གི་ལས་ཁུངས་བདུན་རེད་དེ་ག་ནང་བཞིན་གྱི་རང་དབང་ཅན་གྱི་སྡེ་ཚན་ཁག་རེད། རང་དབང་ཅན་གྱི་གཞུང་འབྲེལ་གྱི་སྡེ་ཚན་ཁག་རེད་གཞུང་འབྲེལ་མ་ཡིན་པའི་སྡེ་ཚན་ཁག་ཚང་མ་ལོགས་ལ་ཞིབ་འཇུག་གནང་ཡག་དང་དེ་ཚོའི་ཐོག་ལ་ཡང། ཅིག། ཞིབ་འཇུག་གནང་ཡག་དེ་ཚོ་ད་ཧ་ལས་པ་རེད། ངོ་མཚར་སྐྱེས་བཞིན་པ་ཡིན་ཟེར་གྱི་ན་ཞུ་རྒྱུ་ཡིན། ད་དེ་ཡིན་དུས་ག་ལ་ད་ད་ལྟ་བ་འདི་ར་ནོར་རྒྱས་གླིང་གི་གནས་ཚུལ་དེའི་ཐོག་ལ་ཡང། བསམ་བློ། ཞིབ་ཚགས་པོ་ཞིག་བཏང་པ་ཡིན་ན་ད་ག་རེ་འདྲ་ཅིག་ལ་འབྲེལ་བ་ཡོད་ས་རེད་དེ་སྔར་ཕན་ཆེ་ལ། ད་ད་ལྟ་བླ་སྒྲོ་ངེས་ཀྱི་འབའ་མདར་ནོར་རྒྱས་གླིང་གི་དྲུང་ཆེ། མཉམ་འབྲེལ་དྲུང་ཆེ་བསྟན་འཛིན་ཕན་བདེ་ཟེར་མཁན་འདིས་དེ་སྔར་ཕན་ཆེ་ལ། ནོར་འཁྲིད་མང་པོ་བྱས་པའི་སྐོར་དེ་ད་ལྟ་སྤྱི་འཐུས་ལྷན་ཚོགས་ནང་ལོགས་ལ་དགེ་བཤེས་ལགས་སུ་སོང་ཡ་དེ་རེད། ད་ནོར་འཁྲུད་བྱེད་ཡ་དེ་ཆོས་འབྱུང་གཅིག་རྩ་བ་ཉིད་ཆགས་ཀྱི་ཡོད་མ་རུང་བ། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ང་རང་ཚོ་བོད་པས་བཤད་སྟངས་བྱས་པ་ཡིན་ན་ཤི་སྲིད་གསོན་སྲིད་ཟེར་འགྱུར་བ། དེ་འདྲས་ཀྱི་ཕྱག་དངུལ། སྐུ་སྒོར་ཡིག་ཚང་དང་འབྲེལ་བའི་ཐོག་ནས་ཕྱག་དངུལ་མང་པོ་ཞིབ་ཅིག་གནང་བསྡད་པ་དེ་ཚོ་ཚང་མ་ལོ་ད་ག་རེ་ཆགས་ས་རེད། ད་ད་ད་རྙོག་དྲ་ཆགས་བསྡད་ཡ་དེ། ས་གནས་མི་མང་གིས་དངུལ་མང་པོ་ཅིག་མཉམ་འབྲེལ་ལ་སྤྱོད་བྱས་དེ་ཡིག་གི་ཐོག་ལ་དཀའ་ངལ་འདུག་བ། ཕ་ཤི་ཡ་ཉན་བསྡད་འདུག་ག་ལ། ས་གནས་མི་མང་ནང་ལོགས་ལ། འབུམ་འབུམ་ཟེར་དུས་གང་ལ་ཡིན་ཉུང་ཉུང་མ་གདའ། འབུམ་སུམ་ཅུ་སོ་དྲུག་དང། འབུམ་ཉི་ཤུ་རྩ་དྲུག་དང། འབུམ་སུམ་ཅུ་སོ་གཉིས་དང། འབུམ་བཅུ་གཉིས་དང་འབུམ་ལྔ་དང་འབུམ་བརྒྱད་དང་འབུམ་གསུམ་ཟེར་བྱས་བྱས།

ད་ལྟ། དགེ་བཤེས་ལགས་གསུངས་པ་འདི་ཡིག་གནད་དོན་ཐོག་ནས་ཡིན་པ་ཡིན་ན་ཡང། ད་དེ་འདྲས་ཀྱི་ཉར་བསྡད་དགོས་བ་དེ་གར་བྱས་པ་རེད། རེད་བ། འདི་འདྲས་བྱས་ནས་ལས་ཀ་བྱས་ནས་འཐུས་ཤོར་འགྲོ་གི་འདུག་ཟེར། མི་གཅིག་དབང་འཛིན། སོ་སོ་གི་ཕྱོགས་གཏོགས་ལ་ག་དུས་ཡིན་ན་ཡང་འགེབས་སྲུང་བྱེད་ཅེས། ཕ་རུ་པའི་ཕྱོགས་གཏོགས་ལ་ག་དུས་ཡིན་ན་ཡང་དམའ་འབེབས་བྱེད་ཡག་དང། ཇུས་ངན་བཤམས་ནས་དཀའ་ངལ་སྤྲད་ཡག་ལ་སོགས་པ། འདི་འདྲས་ཀྱི་གནས་ཚུལ་དེ་ཚོ།

ཤེས་ཀྱི་འདུག་ང་ཚོ་གོ་ཡ་བྱས་པ་ཡིན་ན་རེད་བ། ད་བཀའ་ཤག་གི་ཧ་གོ་གོ་ན་མ་གཏོགས་འདི་གི་ཚེས་ཉི་ཤུ་རྩ་དྲུག་ལ་ས་གནས་ལ་ཞིབ་འཇུག་ཚོགས་ཆུང་འབྱོར་ཡ་ཡིན་ཟེར་གྱི་འདུག་ཟེར། གཞུང་ལ་ཡར་ཞུས་བྱས་གཞུང་ནས་ཀྱི་ཨ་ཁོ་རང་གི་ཡིག་ཆ་དེ་ཚུར་ལེན་ཡ་བྱས་བྱས་ད་ད་ལྟ།

ད་འདི་འཇིགས་བྱེད་ཡང་འདོད་པ་བྱུང་ཟེར་བ། ག་དུས་ཡིན་པ་ཡིན་ན་ཡང་རེད་ད། དར་ནག་ཁྱོད་རང་ཚོ་ཁུངས་མེད་ལུང་མེད་དེ་འདྲི་མང་པོ་ཞུབ་ཅིག་སྤྱི་ཚོགས་ནང་ལོག་ལ་བཤད་ཡ་དགའ་པོ་ཡོད་བ། ད་བཤད་ནས་ཁྱོད་རང་ཚོ་ག་རེ་ཕན་འདུག། ཁྱོད་རང་ཚོ་མིག་བཙུམ་ནས་འུད་ཤོག་བླུག་ནས་གི་འཛིན་སྐྱོང་དེ་གི་ལས་ཀ་གང་འདྲ་བྱེད་འགྲོ་གི་འདུག་ད། བྱས་ཙང་ཁ་སང་ཉི་མ་གཉིས་ཀྱི་སྔོན་ལ། མང་གཙོ་ཉམས་པ་སླར་གསོ་ཚོགས་པའི་སྡིངས་ཆ་དེའི་སྒང་ལ་གུས་པ་རང་ཉིད་ཀྱིས། འདེམས་ཐོན་སྤེན་པ་ཚེ་རིང་དགོངས་པ་ཞུ་དགོས་པའི་གེགས། སྡུག་སྐད་རྒྱག་དགོས་པ་བྱུང་སོང། དེ་འུ་ཐུག་པའི་སྐད་ཆ་རེད། རེད་བ། དེ་ཡིན་དུས་སྒང་ལ་ད་ད་འདས་ཀྱི་གནས་སྟངས་དེ་དཔེ་མཚོན་ཙམ་ཞིག་རེད་ད་ད་ད་གར་ཆགས་འདུག་ང་ཚོ་ལྟ་ཆོག་གི་རེད་བ། དེ་ཡིན་དུས་སྒང་ལ།

གོ་སྐབས་ཡོད་རེད་ཞིབ་འཇུག་གནང་ཐུབ་ཡག་ཅིག་ཡོད་རེད་དེ་བྱེད་དུས་གང་ལ་གསལ་པོ་ཅིག་ཡོང་པའི་རེ་བ་ཡོད་ལ་ལྷག་པར་དུ་ད་ལྟ་སྡིངས་ཆ་འདིའི་ཐོག་ལ་བརྒྱུད་ལམ་འདིའི་ཐོག་ལ་དགེ་བཤེས་ལགས་ཀྱིས་དངོས་གནས་དྲང་ནས་གཟི་བརྗིད་ལྡན་པའི་ཐོག་ནས་ཀྱི་བཀའ་མོལ་འདུག་སུ་གནང་ཡག་དང་འདུག་སུ་བྱེད་ནས་ཐེར་འདོན་བྱེད་ཡག་དེ་ཚོ་སྙིང་ཁུང་རེ་བོས་དེ་ཐུགས་ཆེ་ལ་ཞུ་ཡག་ཡིན་དེ་ཡིན་ཙང་ད་ལྟ་ངས་སྐད་ཆ་འདི་ངོ་དེབ་ནང་ལ་བཞག་གི་ཡོད་དེ་ནས་ངོ་དེབ་ཀྱི་སྒང་ལ་ད་ལྟའི་དྲ་ཐག་འདི།

རྫུན་ཨ་བྷ་ར་གཉིས་དེ་སྔ་མ་འཐུང་ཟེར་དུས་གང་ལ་ཁོ་རིམ་པས་རིམ་པས་འཐུང་རུ་འཐུང་འགྲོ་ཡ་ནི་རང་ཞིག་རེད་དེ་ཡིན་ཙང་ཨ་ནི་ལྷག་པར་དུ་ད་ནག་པ་ཁྱོད་རང་ཚོ་གིས་ཡིན་གཅིག་མིན་གཅིག་དགོངས་པ་བཞེས་ཁྱོད་རང་ཚོ་མགོ་ནང་ལོ་ཀླད་པ་ཅིག་ཡོད་པ་ཡིན་ན་རེད་བ་འོ་འདི་ཞུ་ཡ་ཡིན་ད་འོ་དེ་འདྲའི་གནས་སྟངས་ཅིག་ཡིན་ད་སྤྱི་བཏང་གི་སྐད་ཆ་འདི་བཤད་འོང་དུས་ག་ལ་སྤེན་པ་ཚེ་རིང་ལ་འོས་ཤོག་བླུག་མཁན་ཚང་མ་ལ་གང་ཞུ་གི་མེད་ད་ཞུ་དགོས་གང་ཡང་མེད

འདི་ཚོ་བྲིས་ཏེ་ཡང་རྒྱུད་བསྐྱར་དུ་སོ་སོ་གི་དྲང་ཐོག་ལ་ལག་པ་ཞིག་བཞག་ནས་དགོངས་པ་བཞེས་དུས་ཚོད་རེ་ཟིན་ནས་ཞུ་ཡ་ཡིན་ལས་ཟེར།